གནམ་འོག་གི་སེམས་རྒྱུད་ཚན་པས་གསར་འགྱུར་ལེ་ཚན་ངོ་སྤྲོད་མ་ཞུས་པའི་གོང་དུ། རྒྱལ་སྤྱིའི་ལྷག་བསམ་གྱིས་ཡོངས་སུ་ཕྱུག་པའི་བོད་རིགས་སྤུན་ཟླ་ཡོངས་ལ་མཛའ་སེམས་གུས་པའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཅུ་ཞེ་བརྒྱད། བོད་ཟླ་དང་པོའི་ཚེས་པ་ཉི་ཤུ་རྩ་བདུན་དང། ཕྱི་ལོ་ཉིས་སྟོང་བརྒྱད་པའི་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་གསུམ་པའི་ཚེས་པ་བཅུ་རེས་གཟའ་ལྷག་པ་རེད། གནམ་འོག་གི་གསང་རྒྱུད་ཚན་པའི་ལེ་ཚན་འདི་ནི། སྤྱིའི་ལས་རམ་འདོན་ཐེངས་ཉིས་བརྒྱ་དྲུག་ཅུ་དང་དགུ་དང། བརྙན་འཕྲིན་ལས་རམ་བརྒྱ་དང་སུམ་ཅུ་སོ་དྲུག་པ་དེ་རེད། ད་ཐེངས་ཀྱི་ལེ་ཚན་ནང་འཛམ་གླིང་གི་ས་ཕྱོགས་གང་སར་བོད་མི་ཚོས་བོད་མིའི་རང་དབང་སྒེར་ལངས་ཆེན་མོ་ཐེངས་དྲུག་ཅུ་རེ་གཉིས་པ་སྲུང་བརྩི་ཞུ་བཞིན་པ་ལྟར། བོད་གཞུང་དཔལ་ལྡན་བཀའ་ཤག་གི་སྲིད་སྐྱོང་འབུམ་རམས་པ་མཁས་དབང་བློ་གསལ་སེང་གེ་མཆོག་ནས། བོད་གཞུང་གིས་བསྟི་གནས་རྒྱ་གར་བྱང་ཕྱོགས་རྡ་རམ་ས་ལར་དུས་དྲན་དེ་དང་འབྲེལ་བ་ངག་ཐོག་གི་ཡོངས་ཁྱབ་གསུང་བཤད་གནང་བ་ངོ་སྤྲོད་དང་སྦྲགས། ཨ་རི་ནིའུ་ཡོག་གྲོང་ཁྱེར་དུ་སུམ་བཅུའི་དུས་དྲན་སྲུང་བརྩི་ཞུ་ཆེད་ས་གནས་དང་ཉེ་འཁོར་བོད་མི་འདུ་འཛོམས་བྱུང་བའི་བརྙན་པར་ཁག་ཅིག་དེ་དང་ལྷན་དུ་སྤྱན་འབུལ་ཞུ་གི་ཡིན། ད་རིང་འདིར་ང་ཚོ་སྲིད་སྐྱོང་གི་གཏམ་བཤད་འདི་བུའི་ཐོག་འདི་དྲ་རྒྱ་བརྒྱུད་ནས་ཟེར་ཡ་ཡོད་རེད། འདི་བྱས་རྗེས་ངས་བློ་མོ་འགོག་བྱས། ངག་ཐོག་ནས་སྙིང་དོན་ཞུས་བཞག་ན་བསམས། ད་ལས་གསུམ་བཅུ་དུས་དྲན་ལ་ང་ཚོ་དེ་མི་མང་ལ་འགྱུར་ཐབས་ལོངས་ཤོག་བཏང་བ་རེད། ང་ཚོ་བཀའ་ཤག་ནས་བཀའ་བསྡུར་བྱུང་བྱས། འདི་གནད་འགག་ཞིག་མཐོང་སོང། གང་ཟེར་ན་ད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ད་ང་ཚོ་བོད་ལུང་པ་ཤོར་ནས་བྱས་བྱས་ཨ་ནི་མ་ཤོར་གོང་ལ་ཤོར་བའི་སྐབས་ལ་ཤོར་ཚར་བའི་རྗེས་སུ་འདུས་སྡོད་སྐབས་ལ་མི་ཐོག་རྒན་པ་ཚོ་གི་འཚོ་བ་ག་འདྲི་བྱེད་ཡོད་རེད་ཨམ། དག་ནང་བཞིན་འདུས་མི་ཐོག་རྒན་པ་ཚོ་གི་གོང་ཚ་མཆོག་ལ་དད་བཀུར་བརྩི་བཀུར་ག་འདྲི་བྱེད་ཡོད་རེད། ང་ཚོ་བོད་ནང་ལ་བོད་མི་ཚོ་ལ་གདུག་རྩུབ་ག་འདྲེ་ཞིག་བཏང་ཡོད་རེད་བཏང་དང་བཏང་བཞིན་པ་རེད་འདི་གི་ན་ཚ་དེ་ག་འདྲེ་ཞིག་ཡོད་རེད་འདི་གའི་ཆ་ཚང་ང་ཚོས་གི་ཅིག་དྲན་གསོ་ཞིག་བྱེད་ཐུབ་ན་ཡག་པོ་འདུག་བསམ་བསམ་ཚོར་བ་ཞིག་ཨ་ནི་ང་ཚོ་ལོང་ཤོག་བཏང་ཡོད་འདོད་ཁ་ལ་རང་བཞིན་གི་འདི་ཚིག་འདི་ནང་ལ་གསལ་བོ་ཞིག་དག་རེད་ཨ་ནི་ལོང་ཤོག་སྲིད་དོད་ཁང་ལ་གདོང་ལེན་བྱེད་ས་སུ་རེད། རྒྱབ་སྐྱོར་སློང་ས་སུ་རེད། དད་བཀུར་བརྩི་བསུ་བྱེད་ས་སུ་རེད། རྡོག་རྩ་གཅིག་སྒྲིལ་བྱེད་དགོ་ས་སུ་རེད་གསལ་བོ་ཞེ་དྲག་བཀོད་བཞག་ཡོད་རེད། དེ་སོང་ཡོད་འདོད་གང་ལ་ཨ་ད་ནང་ང་རང་ཚོ་སྤྱི་ཚོགས་ནང་ལ་ཉུང་ཤས་གཅིག་ལས་ད་མ་རེད། འདི་གི་གོ་གནོད་ཐལ་བྱེད་ནི་ལང་དགོ་ཨེ་དེ་གདོང་ལེན་བྱེད་དགོ་ས་ལ་མ་བྱས་པ་བྱས་ནང་ཁུལ་རང་གཅིག་ལང་བསྡད་ངན་སོ་རབ་བྱེད། ན་ཚ་འདི་སྟོན་དགོ་ས་ལ་མ་སྟོན་པ་བྱས་ནང་ཁུལ་རང་ལ་སྟོན་དེ་ངལ་གསོ་རབས་བྱེད་འདི་འུ་འདོད་སྐབས་ལ་ནི་ང་ཚོ་ཚང་མ་ད་སུམ་ཅུ་དུས་དྲན་རེད་རྒྱ་ལང་རེད་ཚང་མ་ལང་དགོ་གོ་རེད་ལང་དགོ་ཡ་འདི་ད་ད་ལི་སུམ་ཅུ་དུས་དྲན་ལོ་དྲུག་ཅུ་རེ་གཉིས་འཁོར་གོ་རེད་སུམ་ཅུ་དུས་དྲན་གསུང་དྲན་ན་གསལ་པོ་ཞིག་གྲགས་ཡོད་རེད་ད་བོད་ལུང་པ་ཤོར་བྱས་ལོ་དྲུག་ཅུ་རེ་གཉིས་འགྲུག་གོ་རེད། བོད་མི་ལ་སྡུག་རྩུབ་བཏང་བྱས་ལོ་དྲུག་དྲུག་ཅུ་རེ་གཉིས་དྲུག་གོ་རེད། བོད་མི་ལ་མནར་གཅོད་བཏང་བྱས་ལོ་དྲུག་ཅུ་རེ་གཉིས་དྲུག་གོ་རེད། ད་ལྟ་ཡིན་ནའི་ཡང་ང་ཚོའི་ཤ་ར་གཅིག་པའི་བོད་རིགས་སྤུན་ཟླ་ད་ནི་ད་ང་ཚོ་དེ་མིང་ཐོ་ཆ་ཚང་ཀློག་ཀློག་གནང་སོ་བ་ད་གི་དེ་ལ་ལྷུན་གྲུབ་རྡོ་རྗེ་ལགས་མགོ་ལོག་ནི་ཡིན་པ་དང་ན་བསྟན་འཛིན་ཉི་མ་ལགས་དཀོན་མཆོག་སྦྱིན་པ་ལགས་ཤུར་མོ་རང་ལུས་མེ་སྲེག་བཏང་ངན་རེད་བ་བཀྲ་ཤིས་དབང་ཕྱུག་ལགས་ཨ་ནི་ཁོ་རང་སྐད་བོད་སྐད་རེད་ད་ཐོས་ནས་སློབ་ཚན་བསླབ་དགོས་ཀྱི་འདུག་ཟེར་བཅའ་ཁྲིམས་ལ་ཐོབ་ཐང་ཡོད་ཤག་བ། ཨ་ཀུན་གཟིགས་དཔལ་ཆེན་རིན་པོ་ཆེ། དེ་གའི་ཚང་མ་ད་ལྟ་ཡིན་ནའི་ཡང། རྒྱ་ནག་གཞུང་གིས་གུང་ཁྲན་ཏང་གི་མནར་གཅོད་གདུག་རྩུབ། ཉེས་རྡུང་རང་བཏང་ཆེད། ཀྲུང་གོར། འདི་གའི་ལོ་དྲུག་ཅུ་རེ་གཉིས་སྔོན་ལ་བྱུང་བཞག་པ་ཅི་རེད་དྲུག་ཅུ་རེ་གཉིས་ནང་ལ་ཡང་བྱུང་བཞག་པ་ཅི་རེད་ད་འདོད་འགྲོ་དང་འགྲོ་བཞིན་པ་རེད།

སྟོང་ཕྲག་མང་པོ་ནོར་བུ་གླིང་ག་མཐའ་བསྐོར་བྱས་གོང་ས་ཆུ་མ་ཕེབས་རོ་ཕྱིས་འདི་ཉེན་ཀ་འདུག། སོ་སོ་སྲོག་བློས་བཏང་བྱས། ནོར་བུ་གླིང་ག་མཐའ་བསྐོར་བར། ཨ་འདི་ཡི་མཚན་མོ་རང་ལ་མེར་སྒྱོགས་གཉིས་བཞུས་འདུག་བ། འདི་ནས་ཉི་མ་བདུན་རྗེས་ལ་མེར་སྒྱོགས་བཞུས་བྱས་ད་གོང་ས་མཆོག་དངོས་གནས་རང་ད་བཞུགས་ཐུ་ཡ་མི་འདུག་བྱས་བྱས་བཙན་བྱོལ་ཕེབས་འོ་བྱུང་བར།

གནས་དང་ཆ་དེ་ཡོད་རེད། ཨ་བུད་མི་ས་ཡ་བརྒྱད་བོད་ཀྱི་མི་གྲོངས་ཡོད་རེད་ད་གནས་སྟངས་མང་པོའི་འོག་ལ་རེད་ད་གྲོངས་ཡོད་རེད་འདི་གས་ཚང་མ་གར་ཅིང་བྱས་རེད་ལོ་དྲུག་ཅུ་རེ་གཉིས་སྔོན་ལ་བོད་ལུང་པ་ཟས་བྱས། ཧམ་བཤད་བྱས་བྱས། ང་ཚོ་ལ་མགོ་སྐོར་བཏང་བྱས་སྐྱག་རྫིན་བཤད་བྱས་ལ་འགག་བཟོས་ཀྱི་ཡིན་ད་ལ་འགག་ཅིག་བོད་མི་ལ་ཁྱེད་ཚོ་ལ་ཕན་གྱི་རེད་ད། ང་ཚོ་ཚང་མས་ཆ་ཤས་ལེན་པ་རེད་དངོས་གནས་རང་རྒྱལ་མིག་གིས་ཤེས་པ་དེ་བདེན་པ་རེད་བསམ་ཆེ་ལ་ང་ཚོས་ཚ་བའི་ཤུལ་ཐ་མ་བསྡད་ན་ལྷའི་སར་ལ་མེར་སྐྱོག་ཞུ་ཡ་ལྷའི་སར་ལ་མེ་མདའ་ཞུ་ཡ་མེ་མདའ་ན་རྡེའུ་བླུག་ཡ་འདི་གའི་ཚང་མ་ལང་ཀ་དེ་ནས་དབོར་ནས་ང་ཚོ་གང་ལ་མེ་མདའ་རྒྱབ་སྐྱོར་རེད་བ། ད་ལྟ་བོ་ད་ལང་ཀ་དེ་ནས་འཕྲུལ་ཆ་ཁུངས་ཡོད་ད་འདི་ཡིན་ནས་ཡང་དམ་དྲག་ཤུགས་ཆེན་པོ་བྱེད་བསྡད་དེ་གར་ཤེས་པར་སེ་ན། བོད་དེ་རྒྱ་སྡེ་འགྱུར་ཡ། བོད་རིགས་དེ་རྒྱ་རིགས་འགྱུར་ཡ། རྒྱ་ནག་གི་སྲིད་ཇུས་དེ་ག་འདྲས་བོད་པའི་གི་རིག་གཞུང་མེད་པ་བཟོས་གོ་ཏོ་མི་རིགས་མེད་པ་བཟོས་གོ་གི་ཏོ་སྐད་མེད་པ་བཟོས་གོ་ཏོ་ཆོས་མེད་པ་བཟོས་གོ་གི་ཏོ། སྲིད་ཇུས་སྟེང་ཞེ་ལོ་དྲུག་ཅུ་རེ་གཉིས་ལ་ད་ལྟ་ཡིན་ནའི་ཡང་མནར་གཅོད་བཏང་དང་བཏང་བཞིན་པ་རེད། ད་དུང་ང་ཚོ་སྤྱི་ཚོགས་ནང་ལ་ཉུང་ཤས་ཅིག་ལང་དགོས་ཨེ་དེ་ཕ་ཕྱོགས་དེ་ལ་དེ་འདྲི་བྱེད་ངན་དེ་ལ་མ་ལང་བ་བྱས་ནང་ཁུལ་ལ་ལང་བསྡད་གི་ཏོ། པའི་ཞག་བའི་ནས་ང་ལྡི་ལི་འགྲོ་བདེ་བའི་ཁ་ཚིག་ཟེར་སོང། ཝི་གུ་རུ་མི་ལ་དང་སོ་ཁྱབ་བསྒྲགས་ཆེན་པོ་ཞི་བུ་རག་གི་འདུག་རྒྱབ་སྐྱོར་ཤུགས་ཆེན་པོ་ཞི་བུ་རག་གི་འདུག་གར་གཅིག་ནི་རེད་དོ་ཟི་སྟོད་ཁང་ལ་ཝི་གུ་རུ་མི་མང་མང་ཆེ་གི་སོ་སོའི་སྤྱི་ཚོགས་དྲ་རྒྱ་ནང་ལ་ག་རེ་བཀོད་གི་འདུག་ཟེར་ན་རྒྱ་ནག་གཞུང་གི་མ་འགྲིག་པ་མ་བྱེད་ས་གདུག་རྩུབ་བཏང་ཡག་གི་གནས་ཚུལ་ཆེ་ཆུང། འབྲིང་གསུམ་ག་འབྲི་རྒྱུ་ཡོད་ནས་ཡང་ལམ་སང་སྐར་མ་གཅིག་མ་བརྒལ་བའི་ཐོག་ནས་སུ་སུ་སུ་དྲ་རྒྱ་བླུགས་ཡོང་འདོད་གང་ལ་འཛམ་གླིང་ནང་ལ་འོས་སྒུར་མི་གཅིག་གིས་བླུགས་ཡོང་འདོད་ཁོ་རང་གྲོགས་པོ་བཅུ་ཡོད་ནས་ཡང་བརྒྱ་ཡོད་ནས་ཡང་ཉིས་བརྒྱ་ཡོད་ནས་ཁྱབ་འགྲོ་གི་འདུག་བོད་པ་མི་ཚོ་སུ་སུ་སུ་སྤྱི་ཚོགས་དྲ་རྒྱ་ཟིན་ན་དང facebook ཟིན་ན instagram ཟིན་ན་ག་རེ་བླུགས་གི་ཡོད་བརྒྱ་ཆ་དགུ་བཅུ་ནང་ཁུལ་རྐྱང་རྐྱང་བླུགས་བསྡད་གི་འདུག་བ། ད་སོ་སོས་ད་རེས་རང་སྦྱོང་གནང། གསུམ་བཅུ་དུས་དྲན་རེད། བོད་ཀྱི་གྱེན་ལངས་རེད། འདི་སྙན་པོ་བཀའ་ཤག་གི་གསུང་དྲན་ལུགས་རེད་བས། ཚོགས་གཙོ་གི་གསུང་དྲན་ལུགས་རེད་བས་ད་གྲོས་ཚོགས་ཀྱི་གསུང་དྲན་ལུགས་རེད་བས་དེ་དང་དེ་བཞིན། ལས་འགུལ་སྤེལ་བས་རྒྱ་ནག་གི་གདུག་རྩུབ་བཏང་ཞབས་གནས་ཚུལ་བླུག་གི་ཡོད་རེད་ཡོད་མ་རེད། མ་ང་འདི་ག་རེ་བླུག་དགོས་བ་རེད་ནང་འགུལ་རྐྱང་རྐྱང། བཤེས་གཉེན་མང་ཧ་རེ་ནང་ཁུལ་རྐྱང་རྐྱང། བསྟན་འཛིན་ཉི་མ་ལ་གདུག་རྩུབ་བཏང་བྱས་གཏོང། ཁོ་རང་གི་གནས་ཚུལ་སྤྱི་ཚོགས་དྲ་རྒྱ་ལ་ག་ཚོད་བཀྲམས་ཡོད། ཝི་ཀུར་མིག་གིས་ཆུན་ཆུན་བྱས་ནས་བཀྲམས་གི་འདུག་བ། ད་སུ་སུ་སྤྱི་ཚོགས་དྲ་རྒྱ་གློད་ན་དེ་མཛད་གཙོ་རྣམ་པ་མང་པོ་ཞི་བུ་བྱེད་ཡོད་རེད་རྩོམ་བྲིས་ངེས་ཡོད་རེད་མཆན་རྒྱག་ངེས་ཡོད་རེད་སུ་སུ་སྤྱི་ཚོགས་དྲ་རྒྱ་ན་མ་ང་ག་རེ་མཆན་རྒྱག་གི་ཡོད་རྒྱ་ནག་གང་ལ་རྒྱག་གི་ཡོད་བས། ནང་ཁུལ་རྒྱག་གི་ཡོད། དེ་ཆུ་ལོག་ནས་ཤེས་ཡོང་གི་བར་ད། ཧོང་ཀོང་གནས་ཚུལ་འཛམ་གླིང་ཆེན་པོ་ཞི་བོ་ཆགས་གི་འདུག་གར་ཅི་ནས། ཧོང་ཀོང་མི་མང་གཞོན་སྐྱེས་ཚང་མ་རྒྱ་ནག་གི་ཧོང་ཀོང་ལ་གདུག་རྩུབ་ག་རེ་བཏང་གི་འདུག་འདི་གས་མང་ཤོས་བློ་གི་འདུག། བོད་པ་ཚོ་བློ་གི་མི་འདུག། དེ་ཚོ་སྤྱི་ཚོགས་དྲ་རྒྱ་ནས་ཁྱབ་བསྒྲགས་ཆེན་པོ་ཞི་བོ་སྒྲུབ་གི་མི་འདུག་གར་ཅི་ནས། ང་རང་ཚོ་བྱེད་ཐུབ་ཡས་ཀྱི་འཛུགས་བསྣེམས་ཐམ་གཅིག་ལ་བྱེད་ཐུབ་ཡས་ཀྱི་མཆན་རྒྱབ་ཐམ་གཅིག་ལ་བྲིས་ཐུབ་ཡས་དེ་བྲིས་ཀྱི་ཡོད་མ་རེད། དེ་སོང་ཙང་དེར་ལོངས་ཤོག་ཟེར་ཡོད་དེ་ཁོ་ལ་ལངས་དགོས་ས་དེར་ལངས་དགོས་ཀྱི་འདུག། ནང་ཁུལ་ལངས་བསྡད་ན་ཆོ་ཡོད་མ་རེད། དག་ན་ཤིན་ཨ་རི་ང་ཚོ་བསྡད་ད། ལོང་ཤོག་ཚིག་འདི་གི་ཟིན་ན་ད་སེ་ན་ད། སེམས་འགུལ་ཐེ་ཡ་སེམས་པ་སྐྱོ་ཡ། འདུ་བ། འདི་གའི་ཚང་མ་དངོས་ཡོད་བོད་ལ་བྱུང་རུ་བ། ད་ནད་བྱུང་ནི་འགྲོ་བསྡད་གོ་རུ་བ། དེ་སོང་ཚ་བོད་མི་ཚོ་འུ་ཐུག་བྱེད་ལོང་ཤོག་འཛམ་གླིང་ཚང་མ་ང་ཚོའི་རྒྱབ་ལ་ལོང་ཤོག་བོད་པ་ཚང་མ་རྡོག་རྩ་གཅིག་སྒྲིལ་བྱེད་ལོང་ཤོག་གོང་ཚ་ཆོས་ཀྱི་དབུ་ཁྲིད་འོག་ལ་ལོང་ཤོག་ཟེར་གོ་རུ་དེ་སྔ་ནས་ལོ་དྲུག་ཅུ་རེ་གཉིས་རེ་འགའ་ལ་ད་ང་ཚོ་ལངས་དགོས་སྐོར་རེད། དེ་ཚང་མས་གི་ཐུགས་ལ་ཉར་རོགས་གནང། འཛམ་གླིང་གི་ལངས་གི་འདུག་ད་འདི་བཀའ་ཤག་གསུང་འཕྲིན་བཀོད་པ་ནང་བཞིན་རེད། ཨ་རིག་གི་གྲོས་ཚོགས་དང་གཞུང་མཉམ་མཐུན་གི་ཚོགས་ཆུང་འདི་ནང་ལ་སྙན་ཐོ་ལ་བཀོད་ཡོད་རེད་བོད་ལ་སྡུག་རྩུབ་བཏང་གི་འདུག་འགྲོ་བ་མི་དང་ཆོས་དད་རང་དབང་སྤྲིད་གི་མི་འདུག། རང་དབང་ཁང་གི Freedom House གྱིས། དྲ་རྒྱ་བརྒྱུད་ནས་ཡིན་པས་ན་རྒྱ་མིས་དམ་དྲག་བྱེད་ཤོས་ཆེ་ཤོས་ཤིག་རེད་ཤག་ལུང་པ་བརྒྱ་དང་བརྒྱད་ཅུ་ནང་ནས་ལུང་པ་བརྒྱ་དང་བདུན་ཅུ་དོན་བདུན་དེ་རྒྱ་ནག་རེད་ཤག་བོད་ཀྱི་གནས་སྟངས་ལྟ་བུ་ཆགས་ཤག་པ་ཡིན་ན་སྡུག་ཤོས་དེ་སེ་རི་ཡ་འཛམ་གླིང་ནས་གནས་སྟངས་སྡུག་ཤོས་རེད་ཤག་འགྲོ་བ་མི་ཐོབ་ཐང་བོད་པ་སྡུག་ཤོས་རེད་ཤག་ས་ནས་བཀོད་ཡོད་ལོ་གཅིག་མ་རེད་ལོ་གཉིས་མ་རེད་ལོ་ལྔ་དྲུག་བཀོད་ཡོད་རེད་ད་དེ་ང་ཚོ་ག་ཚོད་བཀྲམ་གྱི་ཡོད་ང་རང་ཚོ་ག་ཚོད་བཀྲམ་གྱི་ཡོད་ཟི་གོ་རེད་ད། ཨ་དང་ནས་ཞེས་ཨ་རིའི་གཞུང་ཐོག་ནས་བོད་མི་སྒང་ལ་སྲིད་བྱུས་ཆེ་ཐག་གཅོད་བཞིན་གཏན་འབེབས་གནང་ཡོད་རེད། ནད་ཡམས་འདི་གྱིས་ལ་ཨ་རི་ནང་ལ་སྤྱི་དོན་ཚོགས་པ་དང་མང་གཙོ་ཚོགས་པ་མཐུན་གྱི་མེད་པ་ཚང་མས་ཟེར་གྱི་འདུག་མེད་བཞིན་དུ་བོད་དོན་འགའ་ལ་མཉམ་དུ་སླད་བྱས་མཉམ་དུ་སྒྲིག་བྱས་བོད་དེ་དཔེ་གལ་ཆེན་པོ་ཡིན། ཨ་རི་ལ་དཔལ་འབྱོར་གནས་སྟངས་དཀའ་ངལ་ཡོད། ཆབ་སྲིད་ཐོག་ནས་ནང་མ་བྱམས་པ་ཡོད་དེ་བོད་དེ་འདི་འདྲའི་གལ་ཆེན་པོ་ཡིན་ཞེས་བྱས་ཁྲིམས་འཆར་གཏན་འབེབས་བྱས་ཡོད་རེད། ད་དེ་ག་ཚོད་བཀྲམས་ཡོད་རེད། ག་ཚོད་རང་སྦྱོང་བྱས་ཡོད་རེད། ད་དེ་ནས་ཡང་སྲིད་དང་འབྲེལ་བའི་ཐོག་ནས་ཐེ་ཇུས་བྱས་ནས་ཉེས་པ་བཏང་གི་ཡིན། ཁོར་ཡུག་དང་འབྲེལ་བའི་ཐོག་ནས་བོད་འདི་འདྲའི་གལ་ཆེན་པོ་རེད། ད་རིང། སུམ་ཅུ་དུས་དྲན་ཉིན་མོ་དར་མདའི་ཚོགས་གཙོ་ནས་གྲོས་ཚོགས་གཏམ་བཤད་ལྗགས་ཀློག་གནང་བ་རེད། སྲིད་སྐྱོང་ནས་ད་རིང་ཤེས་སྒོག་རེད་ད་རིང་མ་འདག་ཅིག་གར་ཆགས་སོ་ལོ་རྒྱུས་ནང་ལ། ཨ་རིའི་གཞུང་གིས་ངོས་ལེན་བྱས་བཞག་པའི་བོད་མི་སྒྲིག་འཛུགས། གིས་གྲོས་ཚོགས་ཀྱི་གསུང་བཤད་ལྗགས་ཀློག་གནང་བ་རེད་ད་རིང་བོད་མི་སྒྲིག་འཛུགས་ཀྱིས་ངོས་ལེན་བྱས་བཞག་པའི་སྲིད་སྐྱོང་གིས། གཏམ་བཤད་དེ་ད་རིང་ལོ་རྒྱུས་ནང་ལ་ཐེངས་དང་པོ་བཤད་སྒོ་རེད། ཡིན་ནའི་ཁོ་རང་ཚོ་ཚུར་དྲན་སྐུལ་གནང་གི་འདུག་བ། ཁ་རེ་ཨ་རིག་གི་ཕྱི་སྲིད་བློན་ཆེན་གྱི་ལོ་སར་འཚམས་འདྲིའི་ནང་ལ་བོད་པ་ཚོ་ལ་འཚམས་འདྲི་ཡོད། བོད་ནང་ལ་ཡོད་ངེས་བོད་མི་ཚོ་འཚམས་འདྲི་ཡོད། གོང་ས་མཆོག་བཀའ་དྲིན་བརྟེན་ནས་ལམ་སྟོན་འོག་ལ་བོད་པ་ཚོ་ག་འདྲ་ལབ་ན་ཞི་བདེ་ལ་དགའ་ངེས་བྱམས་སྙིང་རྗེ་མཐུན་འབྲེལ་བྱེད་ངེས་ད་བསྔགས་བརྗོད་ཞིབ་བཏང་གི་འདུག་བ། ཨ་རིའི་གཞུང་ནས་གཞུང་འབྲེལ་ཐོག་ནས་རེད་ད། ཨ་སོ་སོ་སོ་དྲི་བ་བཀོད་ཡོང་གི་རེད། ཨ་རིའི་གཞུང་གིས་བོད་པ་ཟི་ངེ་གོང་ས་མཆོག་བཀའ་དྲིན་བརྟེན་ནས་ཡག་པོ་ཅིག་རེད་ད། དྲང་པོ་ཅིག་རེད་ད། ཞི་བདེ་ཆེ་ངེས་རེད་ད་ཞེས་བྱས་ད་བསྔགས་བརྗོད་མང་པོ་ཞིག་བཏང་གི་ཐུབ། ཨ་སོ་སོ་སྣ་གུ་འཛུགས་གུ་བཙུགས་བྱས། ཨ་རིའི་གཞུང་གིས་གཞུང་འབྲེལ་ཐོག་ནས་ཕྱི་སྲིད་བློན་ཆེན་དེ་འདྲ་གསུངས་སོང། སོ་སོ་དངོས་གནས་རང།

ཁོ་རང་ཚང་མས་ཀྱིས་ང་ཚོ་བོད་པ་ལ་བསྔགས་བརྗོད་སྟོབས་ན་འདི་བྱས་ཡིན་འཛམ་གླིང་ལོངས་ཤོག་ལོངས་ཤོག་ལོངས་ཤོག་ཞེས་རྟ་མགོ་བར་འཛམ་གླིང་རྒྱབ་སྐྱོར་ལངས་ཤོག་ལངས་ཀྱི་ཡོད་ད། ལངས་ཡོད། ཁྲིམས་གཏན་འབེབས་བྱས་ཡོད་ཁྲིམས་བརྙན། ང་ཚོ་ང་ཚོ་གིས་དེ་སྙན་ཐོ་བཏོན་ཡོད་ཕྱི་གསལ་ནང་གསལ་ཕྱི་ལ་ཤེས་ཀྱི་ཡོད། དེ་ནས་བོད་པའི་ནང་ཁུལ་ལ། མཆན་འདི་ནང་ལོག་རྐྱང་རྐྱང་རྒྱག་བསྡད་ཀྱི་འདུག་རྩོམ་ནང་ལོག་རྐྱང་རྐྱང་བྲིས་བསྡད་ཀྱི་འདུག་སྡོམ་གཅིག་བརྒྱབ་པ་ཡིན་ན་གར་ཆག་རེད། འདི་སོང་ཙང། ང་ཚོ་ནང་ཁུལ་མཐུན་འབྲེལ་བྱེད་ཡག་རྡོག་རྩ་གཅིག་སྒྲིལ་བྱེད་ཡག་ཧ་ལས་པའི་གལ་ཆེན་པོ་རེད་ཤག། ང་ཚོ་རྡོག་གཅིག་སྒྲིལ་བ་ཡིན་པ་ཡིན་ན་བོད་ནང་ལ་བོད་མི་ཚོ་ཡིན་པ་ཡིན་ནའི་ཡང་དེ་རང་ལུས་མེར་སྲེག་བཏང་མཁན་ཡིན་པ་ཡིན་ནའི་ཡང་རེད། ཁོ་རང་ཚོ་ཚང་མས་ཀྱི་དངོས་གནས་རང་ང་ཚོའི་དཀའ་ལས་རྒྱབ་བསྒྲིགས་ཤག་ང་ཚོའི་རྒྱབ་ལ་བོད་ནང་བཙན་བྱོལ་ཡོད་བོད་མི་ཚོ་རྡོག་རྩ་གཅིག་སྒྲིལ་བྱེད་བྱེད་ལང་གི་རེད་དཱ།

ཡིན་ནས་ཡང་གནས་ཚུལ་གསན་ཞུགས། ཕྱི་ལོའི་བུད་མེད་ཚོ་གར་ཕྱི་གི་འདོག་རྒྱ་གར་ན་ཡོད་བུད་མེད་གར་ཕྱི་གི་འདོག་བཙན་བྱོལ་ལ་ཡོད་བུད་མེད་གར་ཕྱི་གི་འདོག་མཛད་གཙོ་རྣམ་པ་གར་གནང་གི་འདོག་བཀའ་མོལ་གར་གནང་གི་འདོག་མཆན་གྱི་གར་གནང་གི་འདོག་ཨ། ཐུགས་ལ། ལོ་བརྒྱད་ཅུ་གྱ་གྲངས་རིང་སྐུ་ལས་སྐྱོན་ཆེ་ང་ཚོ་དེ་གསུང་འཕྲིན་བཀོད་བཞག་པ་ནང་བཞིན་རེད་སྒོ་འཁྱགས་བྱེད་ཆེད་འཛམ་གླིང་ནང་ལ་བོད་ཀྱི་གནད་དོན་ཆེ་ཤོས་ཅིག་བཟོ་ཐུབ་པ་རེད། ང་རང་ཚོ་གི་ཉར་ཚགས་བྱས་དེར་ཉར་ཚགས་བྱས་ཏེ་ལས་སླ་དེར་ཉར་ཚགས་བྱས་ཏེ་བྱེད་མ་ཐུབ་པ་ཡིན་ན་ཐུགས་ཕམ་གི་རེད་མ་རེད། གོང་ཚོ་མཆོག་ནས་དགུང་ལོ་བརྒྱ་དང་བཅོ་གསུམ་བཞུགས་ཀྱིན་ཞེས་བྱས་ཧ་ལས་པའི་བཀའ་ཤེས་བཟང་པོ་ཐོབ་ཡོད་རེད་ཧ་ལས་པའི་ང་ཚོ་རྩ་ཆེན་པོ་དཔེར་ད་ལོ་རྒྱུས་ནང་ལ་དེ་འདྲའི་བཀའ་ཤེས་བཟང་པོ་ཐོབ་ཉུང་དཀོན་པོ་ཡིན་འདྲ་ཐོབ་ཡོད་རེད་ཡིན་ནའི་ཡང་ལོ་རྒྱུས་ནང་གཟིགས་ན་ད་བཀའ་ཤེས་བཟང་པོ་དེ་འདྲའི་སྣང་བརྙན་བླ་ཆེན་ཁག་བྱུང་ཡོད་རེད་རྗེས་ལ་མ་ཞུ་མཁན་བྱུང་ཡོད་རེད་གང་ཟེར་ན། བླ་མ་དང་སློབ་མ་འགོ་ཁྲིད་དང་མི་མང་གི་དམ་ཚིག་བརྟེན་ནས། དམ་ཚིག་བརྟེན་ནས། ཁ་ནས་གོང་ས་མཆོག་གོང་ས་མཆོག་ཞེས་འབོད། ཨ་བྱེད་ཡག་དེ་གོང་ས་མཆོག་བཀའ་དགོངས་གཞི་བཟུང་ལམ་སྟོན་གཞི་བཟུང་མ་གནང་བ་ཡིན་ན་དམ་ཚིག་འདི་གནས་གི་མ་རེད་དམ་ཚིག་མ་གླས་ན། ཨ་ནི་ང་ཚོ་བསོད་ནམས་ཀྱིས་ཉམས་ཀྱི་རེད་བསོད་ནམས་ཉམས་པ་ཡིན་ན། རྩ་དོན་རྩོད་པའི་ཚང་མ་བསླུས། འདི་སོང་ཙང་གོང་ས་མཆོག་སྐུ་པར་ང་ཚོའི་བཞུགས་ཁྲི་ཁང་ལ་འབྲི་གི་རེད་མཆོད་བཤམས་ལ་འབྲི་གི་རེད་ཁ་ནས་གོང་ས་མཆོག་གོང་ཚོ་ཞིག་དོན་དམ་པའི་ཐོག་ནས་རེད་ད་སྙིང་ནང་ནས་སེམས་འགུལ་ནང་ནས་ཁ་ལྕི་སྙིང་མའི་ཐོག་ནས་བཀའ་དགོངས་གཞི་བཟུང་འགྲོ་ཨེ་འདི་ཧ་ལས་པའི་གལ་ཆེན་པོ་རེད་བཀའ་དགོངས་གཞི་བཟུང་འགྲོ་བ་ཡིན་ན་འགའ་ཤས་གཟིགས་འདུག་ག་རེ་ཡོད་ར་ཟེར་ཡ་ཅོར། སྒེར་ལ་ཡིན་ནའི་ཕན་གི་རེད། མི་ཚེ་སྐྱེལ་སྟངས་ལ་ཡིན་ནའི་ཕན་གི་རེད། ནང་མི་ལ་ཡིན་ནའི་ཕན་གི་རེད། སྤྱི་ཚོགས་ལ་ཕན་གི་རེད། རྒྱལ་ཁབ་ལ་ཕན་གི་རེད། འཛམ་གླིང་ལ་ཕན་གི་རེད། ད་དུང། ལྗོན་ཡང་མེད་ཀྱོག་ཅིག་ལ་གོང་ས་མཆོག་ལ་མཚན་སྨད་ཞུ་མཁན་རེ་གཉིས་ཤིག་ཐོན་ཡོང་གི་འདུག་ཧ་ལས་རེད། ཧ་ལས་རེད་ཞབས་འདྲེན་རོགས།

ཅི་མི་ཆ་ལེ་རྒྱ་ཁྱེད་རང་ལ་ཐོང་གང་གུ་སྤྲེག་མར་ལྟ་ཅི་མི་ཆ་ལེ་རྒྱ་གར་སི་འོས་ཁྱེད་རང། འཛམ་གླིང་གི་ཆེ་མཐོང་བྱེད་སའི་འཛམ་གླིང་ནས་དབུ་ཁྲིད་དྲག་ཤོས་རྩི་མཁན་ཞིག་ལ་བོད་པ་ཁྱེད་རང་ཚོ་ལས་མ་ཐག་པའི་སྐད་ཆ་འདི་འདྲ་བཤད་ན་ག་བ་འགྲིག་གི་རེད་ཟིག་རེད་བ། འདི་སོང་ཙང་གོང་ས་མཆོག་ནས་ཡིན་པ་ཡིན་ན་ཡང་རྡོག་རྩ་གཅིག་སྒྲིལ་གནང་དགོས་རེད། མཐུན་འབྲེལ་གནང་དགོས་རེད་ཅེས་ཀྱིས་ཡང་ནས་ཡང་ནས་གསུངས་ཏེ། ད་ལན་ང་ཚོ་བཀའ་ཤག་གསུང་འཕྲིན་ནང་ལ་བཀོད་ཡོད། ད་འོས་བསྡུ་སྲིད་སྤྱི་གཉིས་ཀྱི་འོས་བསྡུ་སླེབས་དགོས་བ་རེད། དེ་དུས་སྐབས་ལ་ཡིན་ནའི་ཆོལ་ཁ་གི་འཐེན་འཁྱེར་མེད་པའི་ཐོག་ནས། འཁྱོག་བཤད་མེད་པའི་ཐོག་ནས། བོད་བསྟན་པ་ཆབ་སྲིད་ལ་སུས་ལས་ཀ་བྱེད་གི་རེད། གོང་ས་མཆོག་ཐུགས་མ་ཕམ་པ་སུས་བཟོས་གི་རེད། གྲོས་ཚོགས་ལ་ཡིན་པ་ཡིན་ནའི་ཡང། རྩ་དོན་ལ་ཕན་པའི། ངའི་ཞེན་ཁོག་ཆེ་ཤོས་བྱེད་མཁན་སུ་རེད་ལ་ནི་འོས་ཤོག་བླུག་རྒྱུ་ཡོད་མ་རེད། རྩ་དོན་ལ་ཕན་པའི་ལས་འགུལ་སུས་སྤེལ་གི་རེད། འགན་མང་ཤོས་སུས་འཁྱེར་གི་རེད། དེ་གས་གཞི་བཞག་པའི་ཐོག་ནས་འོས་ཤོག་བླུག་དགོས་གོ་རེད། ང་ཚོ་ལས་འགུལ་མང་སྤེལ་དགོས་གི་འདུག་ད་གིན་ཞུས་པ་ན་ཤི་རེད། སྤྱི་ཚོགས་དྲ་རྒྱ་ནང་ལ་མཆན་རྒྱག་གི་འོ་མ་རེད། བཀྲམ་གི་འོ་མ་རེད། ལས་འགུལ་སྤེལ་མཁན་དཔེ་ཉུང་ཉུང་རེད་ད་ལྟ་མ་ན་ལི་ནས་ལྡི་ལི་ལ་རེད། Toronto ལ་རེད། Boston རེད། Washington DC རེད། Geneva རེད། ཡོད་སྔོན་ནས་བོད་པ་མང་དོན་ཡོང་གི་འདུག་ད་དར་མ་སི་ལ་ནས་ལྡི་ལི་ནས་གོམ་བགྲོད་རྒྱག་མཁན་མང་པོ་དོན་ཡོང་གི་འདུག་མང་དོན་དགོས་གི་འདུག་བོད་ཀྱི་རྒྱལ་དར་ཡག་སྐྱག་ཆེ། ཁྱེད་འུ་འདི་ལོངས་ཤོག་ང་ཚོ་མི་མང་རྒྱལ་གླུ་བཏང་ཡས་དེ་ལྟིར་ད་རྗེས་དུས་ཚོད་སླེ་དེ་བཞག་འདི་སླེ་བ་ཡིན་ན་འཛམ་གླིང་ཁོར་ཡུག་ནང་ཏན་ཏན་རང་བོད་དོན་ལ་རྒྱབ་སྐྱོ་སྔར་ལས་ལྷག་ཡོང་ཡག་གི་རེ་བ་འདུག་ནང་ཁུལ་ནས་ང་ཚོ་ཚང་མ་རྡོག་རྩ་གཅིག་སྒྲིལ་བྱས་ནས་ལས་འགུལ་མང་སྤེལ་བྱས་ན་གོང་ས་མཆོག་བཀའ་དགོངས་གཞི་བཟུང་བོད་ནང་གི་བོད་མི་ཚོ་གི་མངོན་འདོད་རང་ལུས་མེ་སྲེག་བཏང་ངེས་བརྒྱ་དང་ལྔ་བཅུ་ངེ་ལྔ་ནས་བརྒྱ་དང་སུམ་ཅུ་འདས་གྲོངས་སུ་འགྲོ་བ་རེད་ཁོང་ཚང་མ་བོད་གྲགས་ཧར་རེད་བོད་མི་ལ་རང་དབང་དགོ་དུས། གོང་ས་ཆུ་བོད་ལ་དེ་འདྲའི་ཞུ་གུག་འདུག་སྟེར་བ་ད། སོ་སོའི་གཟུགས་པོ་མེ་འབར་བདེ་བའི་སྐབས་ལ་འབོད་སྒྲ་འདི་འདྲ་གོ། ཨ་ང་ཚོ་རང་དབང་ལུང་པ་ལ་ཚ་ལོག་དྲང་ལོག་འདེད་བྱེད་མཁྱེན་རྒྱ་ཡ་དེ་ནང་རྐྱང་རྐྱང་རྒྱབ་སྟེ་ཕྱི་མ་རྒྱག་ན་འགྲིག་དམར་བ། འདི་ཡིན་ཅི་མིན་ཅི་ཐུགས་ལ་ཉར་རོགས་གནང། ད་རེས་ངས་ཞུ་ཡ་དེ་གསུམ་བཅུ་དུས་དྲན་ཉིན་མོ་ལ། གཞི་རྩའི་ད་ལྟ་བར་དུ་ང་ཚོའི་རྩ་དོན་དེ། ད་ལྟ་ཡིན་ན་ཡང་འཛམ་གླིང་ནང་ལ་ཁྱབ་ཐུབ་པ་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་གཙོ་བོ་དེ་གོང་ས་མཆོག་བཀའ་དྲིན་བརྟེན་ནི་རེད། མི་མང། མི་ཐོག་རྒན་པ་ཚོ་གི་སྐུ་ལས་བསྐྱོན་པའི་གྲུབ་འབྲས་བརྟེན་ནི་རེད། ད་ལྟ་ཡིན་ན་ཡང་མི་མང་དངོས་གནས་རང་སེམས་ཤུགས་ཡོད་པའི་ཐོག་ནས། འགན་འཁུར་བཞེས་པའི་ཐོག་ནས། སྐུ་ལས་བསྐྱོན་པའི་བཀའ་དྲིན་བརྟེན་ནི་རེད། ཨ་ནི་ང་ཚོ་ལ་རྒྱབ་སྐྱོར་བྱེད་མཁན་འཛམ་གླིང་ཡོངས་ནང། ད་ལན་གནས་ཚུལ་གོ་ཡ་བྱས་ན་ཡུ་རོབ་ཡོངས་ནང་ལ་བོད་ཀྱི་རྒྱལ་དང་ས་ཆ་ཁག་སློབ་གྲྭ་ཁག་ཚོགས་པ་ཁག་ཉིས་སྟོང་གི་ཡར་བླངས་དགུ་བར་བོད་ཀྱི་རྒྱལ་དང། ད་ལན་ཨི་ཏི་ལི་གྲོས་ཚོགས་རང་ནས་དེ་ཉིན་གུང་རྒྱབ་ལ་གྲོས་ཚོགས་རང་ནས་ང་ཚོའི་གི་ཁ་གསོ་བོ་རེད་ཚོགས་འདུ་ཚོགས་ཆེ་གྲོས་ཚོགས་གི་དྲ་རྒྱ་རང་ནས་ཐད་ཀར་རྒྱང་སྲིང་བྱེད་དགོས་རེད་གཅིག་བྱས་ན་ཡུ་རོབ་གི་གྲོས་ཚོགས་ནང་ལ་བོད་ཀྱི་རྒྱལ་དང་ཐེངས་དང་པོ་ད་རིང་བླངས་གི་རེད། ཨ་ཏི་ཀའི་ཙམ་གར་སྟོན་སྐོར་སར་རྒྱལ་སྤྱི་ནས་རྒྱབ་སྐྱོར་ཡོད་དཱ། བོད་ཀྱི་རྒྱལ་དར་དེ་ཡ་ཐོག་ཙི་བཀྱག་ཤོག་ཨཱ། ང་ཚོས་བཀྱག་གི་ཡོད་དཱ་བྱས་རྗེས་རྒྱབ་སྐྱོར་རྣམ་པ་གསལ་པོ་ཞིག་འདྲ་སྟོན་པ་འདི་ཡིད་ལ་བཅངས་པའི་ཐོག་ནས། ང་ཚང་མ་རྡོག་རྩ་གཅིག་མཐུན་སྒྲིལ་བྱེད་གལ་ཆེན་པོ་རེད་ཤག་བོད་ནང་ལ་བོད་མི་ཚོ་ལ་ཡིན་པ་ཡིན་ནས་ཞུ་ཡ་ལ་ཏན་ཏན་རང་བཙན་ཇོ་ནང་ལ་བོད་མི་རེ་གཉིས་ཅིག་ཡོད་རེད་ཉུང་ཤས་ཅིག་རེད་དེ་མང་ང་འདི་རྡོག་རྩ་གཅིག་སྒྲིལ་ཐོག་ནས་རྣམ་པ་ཚོ་སྐུ་ལས་སྐྱོན་བཞག་པ་བློས་བཏང་བྱེད་བཞག་པ་འདི་གས་ནམ་ཡང་འཇིག་མ་རེད། རྣམ་པ་ཚོ་མངོན་འདོད་འགྲུབ་བཞག་ལ་ང་ཚོའི་ཚང་མས་ཀྱི་དཀའ་ལས་མུ་མཐུད་ནས་རྒྱག་གི་རེད། མ་འགྲུབ་བར་དུ་ང་ཚོས་དཀའ་ལས་རྒྱག་གི་རེད་ཞེས་བཤད། ཞུ་ཡས་གཙོ་བོ་དེ་ཡིན་མཐའ་མ་རྒྱ་གཞུང་མང་གཉིས་ལ་ཡིན་ན་ཡང་ཧ་ལས་པའི་བཀའ་དྲིན་ཆེན་པོ་ཞུ་ཡས་ཡིན་གང་ཟེར་ན་ང་རང་ཚོ་བོད་པ་མང་ཤོས་རྒྱ་གར་ལ་ཡོད་རེད། གོང་ས་མཆོག་དབུས་པའི་བོད་མི་སྒྲིག་ཚུགས་རྒྱ་གར་ལ་གནས་བསྡད་ཡོད་རེད། རྒྱ་གར་གཞུང་མང་གཉིས་ཀྱི་བཀའ་དྲིན་བརྟེན་ནས་ང་ཚོ་དངོས་གནས་རང་ད་ལྟའི་ཆ་ལ་རྩ་དོན་དེ་ལྷག་ད་ལྟ་གནས་ཐུབ་པ་དེ་རྒྱ་གར་གཞུང་མང་བཀའ་དྲིན་བརྟེན་ནས་རེད་མཐའ་དོན་གོང་ས་མཆོག་སྐུ་ཚེ་རིང་པོ་གནས་པ་ཤོག་ཨ་དེ་ནས་བདེན་པ་དེ་མྱུར་དུ་གསལ་བའི་ཐོག་ནས་སྐྱེས་བའི་ཉི་མ་བོད་གངས་ལྗོངས་ཡོངས་ལ་ཤར་བ་ཤོག་ཆེ་ཞུ་བའི་འདུ་བྱེད་ན། འོན་ཀྱང་རང་དབང་གི་གླང་ཆེན་མོ་ཐེངས་དྲུག་ཅུ་རེ་གཉིས་པའི་དཔལ་ལྡན་སྲིད་སྐྱོང་མཆོག་གི་ཡོངས་ཁྱབ་གསུང་འཕྲིན་ཡིག་ཐོག་ཏུ་ཡོད་པ་གནམ་འོག་གི་སྲིད་འགྱུར་ཚན་པའི་དྲ་རྒྱ་བོད་ཀྱི་དམངས་གཙོ་དྲ་ཚིགས་ནང་བཀོད་ཡོད། ཐེངས་འདིའི་ལས་རམ་ངོ་སྤྲོད་ཤུལ་ཚགས། འདི་ག་གནམ་འོག་གི་སྲིད་འགྱུར་ཚན་པའི་དྲ་རྒྱའི་ཁ་བྱང་ནི www.democracyoftibetrotnet རེད། ཐེངས་རྗེས་མའི་ལས་རྩ་ནང་བསྐྱར་དུ་མཇལ་ཡོང།